མཐར་ཕྱག་ཆེན་པོའི་རིགས་བྱ་བ་ཡིན་ན་ཞབས་བརྟན་གཅིག་གྲུབ་ན། ཞབས་བརྟན་གྲུབ་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་འགྲོ་ཡ་སྲིད་ཀྱི་འདི་སྐད་ཅེས་ཁ་སྐད་འབད་པ་བྱེད། ཞབས་བརྟན་གྲུབ་ནས་ཚེ་རིང་པོ་ཡོང་གི་རེད་ཞབས་བརྟན་གྲུབ་ནས་གནོད་པ་མེད་པ་ཆགས་ཀྱི་རེད་ད་དེའི་དེ་ཧ་ལམ་ཧ་ལམ་འཇིག་རྟེན་བཀོད་པ་པོ་འདོད་པ་ནང་བཞིན་ཆགས་ཀྱི་འདུག་ཨང་རེད་དེ། ང་ཚོའི་བྱེད་སྟངས་དེ་ད་དེའི་དེ་ཤེས་གསལ་མེད་པའི་སྐྱོན་རེད། ས་འདི་འདྲ་ཡིན་དུས་ང་རང་ཚོ་ངས་ནམ་རྒྱུན་བརྟག་པ་བས་པ་ཙམ་མ་ཡིན་པའི་རྒྱ་མི་ལས་ཟེར་བསྡད་ཀྱི་ཡོད། ཀོ་རི་ཡའི་མི་ཚོ་ལས་ཟེར་བསྡད་ཀྱི་ཡོད་ཝེ་ན་མིས་མི་ནང་པ་ཚོ་ལས་ཟེར་བསྡད་ཀྱི་ཡོད། དེ་དང་དེ་འདྲ་གི་ནང་པ་ཚང་མ་ལ་ཡང་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཆགས་པར་གདའ། དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཟེར་བ་དེ་ནང་པའི་ལྟ་གྲུབ་ག་འདྲ་ག་འདྲ་ཡིན་པ་ནང་པའི་ཆོས་ཟེར་བ་དེ་ག་འདྲ་ཡིན་པ་དེ་ཤེས་པ་བྱས་རྗེས

སེམས་ཀྱི་སྐོར་ག་གེ་བཤད་ཀྱི་མི་འདུག་བ། ད་ཚངས་པའི་ཐེག་པའི་ནང་ལ་སེམས་ཀྱི་སྐོར་བཤད་ཀྱི་འདུག་བ་ག་རེ་ཟེར་ན་ཞི་གནས་གྲུབ་ཡ་དང་ལྷག་མཐོང་གྲུབ་ཡ་བཤད་ཀྱི་ཡོད་རེད་བ། སེ་ཞི་གནས་དང་ལྷག་མཐོང་ཟེར་ཡ་དེ་སེམས་ལ་སྦྱོང་བརྡར་བྱས་ནས་ཡོང་དགོས་པ་ཡིན་དུས་ཙང་ནས་སེམས་ཀྱི་རྣམ་གཞག་དེ་བཤད་ཀྱི་འདུག་བ། དེ་མ་གཏོགས་པའི། ད་དེ་མུ་སྟེགས་པའི། ལྟ་གྲུབ་ཉམས་གླིང་བུ་ཡོད་པ་དེ་དེ་གི་ཞི་གནས་སྒོམ་ཡ་བཤད་ཀྱི་ཡོད་རེད་ཞི་གནས་སྒོམ་ངན་ཡོད་རེད།

ཨེ་ནས་ཆོས་བྱེད་སྒུག་ཡོད་པ་ཡིན་དུས་བཟོ་བཅོས་རྒྱག་སའི་སེམས་དེ་ཤེས་སྒུག་ཡོད་རེད་བཟོ་བཅོས་རྒྱག་མཁན་དེ་ཁབ་རྒྱབ་ནས་རྒྱག་གི་ཡོད་མ་རེད་གཤག་བཅོས་བྱས་ནས་རྒྱག་གི་ཡོད་མ་རེད་ལུས་ལ་ཡོ་ག་རྩེད་ནས་སེམས་བསྒྱུར་བཅོས་གཏང་གི་ཡོད་མ་རེད་སེམས་ཁོ་རང་གི་སྟེང་ནས་རྒྱུ་མཚན་བཀོད་ནས་ཕྱིན་ཅི་ལོག་གི་བློ་དེ་སེལ་ཡག་དང་ཕྱིན་ཅི་མ་ལོག་གི་བློ་སྐྱེ་ཡག་གི་ཐོག་ནས་སེམས་ལ་བསྒྱུར་བཅོས་གཏང་གི་ཡོད་པ་ཡིན་དུས་ཙང་ནས་སེམས་ཀྱི་སྒོ་ཤེས་སྒུག་འདུག་བསྒྱུར་བཅོས་གཏོང་མཁན་དེ་སེམས་རང་ནས་ཡོང་སྒུག་ཡོད་རེད།

ཡིན་ན་ཡང་ནམ་རྒྱུན་ཡོངས་གྲགས་ལ་ཡང་སངས་རྒྱས་པའི་ཆོས་ཡག་ཤོས་རེད་ཟེར་ནས་ནམ་ཡང་ཟེར་གི་མེད། ཆོས་ཡག་ཉེས་ཟེར་ཡ་དེ་དཔེར་ན་སྨན་ཡག་ཉེས་བཤད་པའི་སོབ་ཤོར་དང། སྨན་ནང་བཞིན་རེད། སྨན་ཡག་ཉེས་བཤད་དགོས་བྱུང་ན་ནད་པ་བྱེ་བྲག་པ་གཅིག་གི་ནད་ཀྱི་ཁམས་དང་བསྟུན་ནས་སྨན་འདི་ཡག་ཤོས་རེད་ཟེར་ལབ་རྒྱུ་རེད་མ་གཏོགས། ནད་པའི་ཁམས་དང་མ་བསྟུན་པར་སྤྱི་ཡོངས་ཀྱི་སྨན་བདེ་ཡག་ཤོས་རེད་ལོ་ཐུག་མར་བསྲེས་པས་འདི་ནང་བཞིན་ཆོས་ཉམས་ལེན་བྱེད་མཁན་བྱེ་བྲག་པ་སོ་སོ་གང་ཟག་བྱེ་བྲག་པ་སོ་སོ་སོ་སོའི་ཁམས་དང་མོས་པ་དང་དབང་པོ་དང་གང་རེ་འཚམ་པ་ཞིག་ཡོད་ནས་འཚམ་པ་དེ་གང་ཟག་དེ་ལ་དེ་ཡག་ཤོས་རེད་ཟེར་འདུག་ཟེར་རྒྱུ་རེད་མ་གཏོགས། གདུལ་བྱའི་ཁམས་དང་མོས་པ་དང་མ་འབྲེལ་བའི་ཐོག་ནས་ཆོས་འདི་ཡག་ཤོས་རེད་ཟེར་ལོ་ཐུག་ཡང་ཁ་འཁོར་ད།

ས་དེ་འདྲ་ཡིན་དུས་དེར་སྐྱེ་ས་དང་བོན་བརྩིས་པ་ཡིན་ནའི་ཧ་ལམ་དང་ནང་པ་དག་ཅིག་ཧ་ལམ་ཧ་ལམ་ཐ་སྙད་མན་འདྲ་དང་འཁྲིག་པོ་འཁྲིག་པོ་མན་འདྲ་ཡོང་གི་རེད་མ་གཏོགས་ཞེ་ངོ་དབྱེར་མེད་སོ་ཡང་སོར་ཆུད་ཕལ་ཆེར་རེད། ད་དེ་མིན་གྱི་གང་ལྟར་བོད་ཀྱི་བརྒྱ་ཆ་དགུ་བཅུ་གོ་དགུ་ལྷག་དེ་ནི་ད་ནང་པའི་ཆོས་པ་རེད་ནང་པའི་ཆོས་བྱེད་མཁན་རེད་དེ་ང་རང་ཚོའི་ཕ་མེས་ཀྱི་ད་ཆོས་དང་རིག་གཞུང་ཆགས་བསྡད་ཡོད་རེད། རིག་གཞུང་ཟེར་ཡ་དེ་དཔེར་ན་ནུབ་ཕྱོགས་པའི་རིག་གཞུང་ཡེ་ཤུ་ཆོས་དེ་ཆ་འདྲ་བ་འདུག་ག། དེ་ན་ཕྱིན་ང་རང་ཚོ་བོད་ཆ་ཤར་ནས་བོད་ཀྱི་རིག་གཞུང་ཟེར་ཡ་དེ་ནང་པའི་ཆོས་དང་འདྲ་བ་གཞི་བོ་ཆོས་དེ་བ་ཟེར་བ་ཞིག་ཆགས་རེད། ད་དེ་འདྲ་ཡིན་དུས་ཨ་རི་ངས་དེ་གི་ཟེར་ཡ་དེ་བོད་རིགས་ནང་ནས་ཡང་གུང་ཁྲན་གྱི་ལས་འདི་རུ་བྱས་བྱས་ཅིག་ཆོས་རུ་ཡག་ཅིག་སྐྱོན་བརྗོད་བྱེད་མཁན་མི་འདྲ་ཡོང་གི་འདུག་ག་འདི་ཁྱད་པར་ཁས་མི་འདུག། སོ་སོ་སོའི་མི་བསམ་ཚུལ་རེད། རེད་དེ་ཡིན་ནའི། སྐྱོན་བརྗོད་བྱས་པ་ལ་བྱེད་སྟངས་རེ། ལྔས་ལ་སངས་རྒྱས་པའི་ཆོས་ཟེར་ཏེ་ག་འདྲའི་ཅིག་ཡིན་པ་ཅིག། སོ་སོས་ཆ་ཚང་རྟོགས་པ་བྱས། ཆ་ཚང་རྟོགས་པའི་རྗེས་ལ། ཨེ་ནི། སྔོན་གྱི་རྒྱ་གར་མཁས་པ་ཚོས་དགག་པ་སྐྱོན་ཡོད་འདུག་ཙང་ནས། དགག་པ་རྒྱག་སའི་ཡུལ་དེའི་འདོད་པ་དཔྱིས་ཕྱིན་པ་སློབ་སྦྱོང་ནང་དཔྱིས་ཕྱིན་པ་མཁྱེན་པའི་སྒོ་ནས་དགག་པ་སྐྱོན་གྱི་འདུག་བ།

ཅིག་དེ་འདྲས་ཀྱི་ཆོས་འབའ་ལ་གོན་ནས་མི་ལ་བཤུ་གཞོག་བཏང་གི་ཡོད་པ་དེ་ཚོའི་རྒྱུ་མཚན་ལ་བཀོད་ནས་ནང་པའི་ཆོར་སྐྱོན་བྱེད་ཐུབ་ཀྱི་མ་རེད།